ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་ཆེའི་སྲིད་པོ་ཡོངས་ལ་གུས་པ་སྨོན་པ་བཏང་རག་གི་ངོས་ནས་འཚམས་འདྲི་དང་སྐུ་བསྒམས་བཟང་ཞུ་བ་ཡིན། ད་དེ་རིང་འདིའི་བརྙན་ཐུང་འདི་དམིགས་བསལ། ནི། ཁ་བ་གངས་ཅན་བོད་དུ་བཞུགས་མཁན་གྱི་གཞོན་སྐྱེས་ཚོ་གི་ཆེད་དུ་ཡིན། ད་འདི་ག་རེ་ཡིན་ཞུས་པ་ཡིན་ན། ནི། དེ་འདྲ། ང་ཚོ་ཐུན་མོང་གི་ཁྱིམ་ཟེར་མཁན་གྱི་དེ་ལྟར་དྲ་རྒྱ་ཞིག་འདུག་འདིའི་ནང་ལོགས་ལ་ཨ་ནི་ཅོག་ལགས་ཞུས་ན་འགྲིག་གི་འདུག་པཱ་ལགས་ཞུས་ན་འགྲིག་གི་འདུག་ཀུན་མཁྱེན་ཁྲི་ཀ་ཞུ་བ་གཅིག་གིས་ཨ་ནི་བཀའ་མོལ་ཞིག་གནང་གི་འདུག་ཨ་ནི་དེ་མ་འོངས་པའི་གཞོན་སྐྱེས་ཀྱི་ཨ་ནི་མདུན་ལམ་ཟེར་ཡག་ལྟ་བུ་ཞིག་དེ་འདྲས་ཅིག་གང་ལ་སློབ་གསོ་གནང་གི་འདུག། ཨ་ནི། ད་ཁོ་རང་གི་བཀའ་མོལ་དུ་འཕྲོས་པའི་ཐོག་ནས་ངས་སྐད་ཆ་ཁ་ཤས་ཞིག་མ་ཤོད་པ་ཡིན་ན། བོད་ནང་ལ་བཞུགས་མཁན་གྱི་གཞོན་སྐྱེས་ཚོ་ལ། ཨ་ནི། ཉེན་ཁ་ཆེན་པོ་ཅིག་རེད་ཤག། ད་གཞོན་སྐྱེས་རི་དྭགས་རི་སྲུང་ཉེན་ཁ་འཕྲད་པ་ཡིན་ན་སྐྱོན་གང་ཡོད་ཀྱི་མ་རེད་མ་འོངས་པ་ལ། བོད་ནང་ལ་བཞུགས་མཁན་གྱི་མདོ་དབུས་ཁམས་གསུམ་གྱི་སྤྱི་ཚོགས་དེ་ལ་དཀའ་ངལ་ཆེན་པོ་ཅིག་འཕྲད་ཡག་གི། ཉེན་ཁ་ཆེན་པོ་ཅིག་ངས་མཐོང་བསྡད་ཀྱི་འདུག་དེ་འདྲ་སོང་ཙང། ཡིན་གཅིག་མིན་གཅིག་རྣམ་པ་ཚོ་གིས། ཐུགས་སྣང་གནང་རོགས་གནང། ད་ཁོང་གིས་ག་རེ་གསུང་གི་འདུག་ཨེ་ཞུས་པ་ཡིན་ན། ནི། དེ་གཙང་མི་ཕྱོགས་ནས། སྤུ་གུ་ཅིག་གིས་དྲི་བ་བཏང་འདུག་གཞོན་སྐྱེས་ཅིག་གིས། འོ་འདི་ལ་ཁོང་གིས་ནི་ལན་འདེབས་ཤིག། ནས་རེད་ལམ་སྟོན་ཡིན་གསུངས་འདུག་གི་འདུག་ཨ། ད་འདིའི་ནང་ལོགས་ལ་གནས་ཚུལ་གལ་ཆེན་པོ། ཁོ་རང་གིས་རྒྱུན་དུ་གསུངས་བསྡད་ཡག་གི་གནས་ཚུལ་གལ་ཆེན་པོ་གཉིས་ཅིག་གསུངས་བསྡད་ཀྱི་འདུག་གཅིག་དེ། ཆོས་ལ་ཡིད་ཆེས་བྱེད་རྒྱུ་ཡོག་མ་རེད། ཨཱ་ནི་ཅིག་ཚོགས་བསོད་ནམས་ཟེར་ཡག་དང་ཨཱ་ནི་ཅིག་ཟེར་ཡག་སྦྱོར་བ་དེ་ཚོ་ལ་ད་ཅིག། བསམ་བློ་གཏང་རྒྱུ་ཡོད་བ་མ་རེད་ཟེར་ཡག་གི་བཀའ་མོལ་གཅིག་གསུངས་བསྡད་འདུག་གཅིག་སྟེ། གཞུང་གི་ལས་ཀ་མ་བྱས་གཞུང་གི་ལས་ཀ་བྱེད་ཡག་གི་བསམ་བློ་མ་བཏང་ཨ་ཟེར་གཞུང་ཞབས་བཀའ་མོལ་དེ་འདྲས་གཅིག་གསུངས་བསྡད་འདུག་ད་འདི་གཉིས་གཉིས་ཀ། རྣམ་པ་ཚོ་གི་དགོངས་པ་ཡག་པོ་བཞེས་ད་བསམ་བློ་སྐད་ཆ་འདི་གཉིས། ད་ལྟའི་དུས་ཚོད་ལ། ང་རང་ཚོ་ལ་དཀའ་ངལ་ག་རེ་འཕྲད་བསྡད་ཀྱི་རེད། གནད་འགག་ཆེན་པོ་ཞོ་གི་རེད། སྐད་ཆ་འདི་གཉིས་ཀྱི་རྒྱབ་ལོགས་ལ་འཕགས་འགྲོ་བ་ཡིན་ན། སྐད་ཆ་འདི་གཉིས་འདི། མ་འོངས་པ་ལ། བོད་མི་རིགས་ཀྱི། ད་ལྟ་འཛམ་བུ་གླིང་གི་མིག་གིས་བོད་པའི་མི་ལ་རིན་ཐང་སྤྲད་ཡག་གི་བོད་མི་རིགས་ཀྱི་ཡ་རབས་བཟང་སྤྱོད་ཀྱི་ཞག་རྩི་དེ་མེད་པ་བཟོ་ཡག་གི་བསམ་བློ་གཅིག་བཏང་གི་འདུག། མ་འོངས་པ་ལ་འཛམ་བུ་གླིང་སྒང་ལ་བོད་པའི་མི་རིགས་ཟེར་ཡག་དེ་ལངས་ཡག་མེད་པའི་བསམ་བློ་གཅིག་བཏང་གི་འདུག། གཉིས་པ་དེ། གཞོན་སྐྱེས་ཚོ་གིས་གཞུང་གི་ལས་ཀ་བྱེད་ཡག་གི་བསམ་བློ་གཏང་རྒྱུ་ཡོད་མ་རེད་གསུང་གི་འདུག་ཨ། སྐད་ཆ་འདི་ཁྱེད་རང་ཚོ་ཡག་པོ་ཉན་ཨ། འཛམ་བུ་གླིང་ག་འདྲའི་སྤྱི་སྒང་ལ་ཡིན་པ་ཡིན་ནས། རྒྱལ་ཁབ་ཆེ་ཕྲ་ཆུང་གསུམ་ག་འདྲའི་སྤྱི་ཡིན་པ་ཡིན་ནས། སོ་སོའི་རྒྱལ་ཁབ་ཀྱི་ནང་ལོགས་ལ་ལས་ཀ་བྱེད་མཁན་ཚོས་སོ་སོའི་རྒྱལ་ཁབ་ཀྱི་མི་རིགས་དེ་བཀུར་དགོས་པ་རེད། འདི་མ་བྱུང་པ་ཡིན་ན། ནམ་ཞིག་རྒྱལ་ཁབ་ག་འདྲའི་སྤྱི་ཡིན་པ་ཡིན་ནས་དེའི་མི་རིགས་དེ་ལ། གྲོང་ཆེན་པོ་ཞོལ་གྱི་ར་ཁུལ་བ་རེད། ས་ཐོག་ལ་སྐྱེས་པའི་མི་དེ་འགས་ལ་ཨ་ནི་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡོད་རེད། འདི་དག་གི་དཀའ་སྡུག་ག་འདྲི་བྱིན་པ་ཡིན་ནའི་ཨ་འདི་ལ་བདག་པོ་མི་རྒྱག་ངེས་ཅིག་ཆགས་ཡོང་གི་རེད། མདོར་བསྡུས་ནས་བཤད་པ་ཡིན་ན། གཞོན་སྐྱེས་ཚོ་གིས་མ་འོངས་པ་ལ་གཞུང་གི་གཞུང་ཞབས་ཀྱི་ལས་ཀ་བྱེད་ཡ་བསམ་བློ་མ་བཏང་ཟེར་ཡ་འདི་ག་རེ་ལ་འོས་རེད། ཀུན་མཁྱེན་ཁྲི་ཀ་ལགས་རང་གིས་གཙོས་པའི་བོད་ནང་ལ་བཞུགས་མཁན་ཚང་མའི་མདོ་དབུས་ཁམས་གསུམ་གྱི་མི་ཚང་ཚང་མའི་ནང་ལོགས་ལ་ཁྱེད་རང་ཚོ་མ་བསྡད་མི་གཞན་དག་བཞག་ཟེར་དགོས་རེད། འདི་ཁྱེད་རང་ཚོ་བྱེད་ཐུག་ས་རེད་པས། རེད་པ། བྱེད་ཐུག་ས་རེད་པས། དེ་འདྲ་སོང་ཙང་ད་ལྷག་པར་དུ་མདོ་དབུས་ཁམས་གསུམ་ནང་ལོགས་ལ་ཁྱེད་རང་ཚོ་མི་ཚེའི་མདུན་ལམ་གྱི་ཨེ་ནི་ཅིག་སློབ་སྟོན་བྱེད་མཁན། འདི་ནི་ཆོས་ཕྱོགས་ཀྱི་ཐོག་ནས་བཤད་པ་ཡིན་ནི་རེད། འདི་ནི་འཇིག་རྟེན་ཁྱིམ་པ་ཚོ་ལ་གི་ཐོག་ནས་བཤད་པ་ཡིན་ནི་ནི་ཕ་ནས་བ་ཤེས་མཁན་མང་གྲ་ཡ་འདུག་ཨ། ཆོས་ཕྱོགས་ངང་ནས་བཤད་པ་ཡིན་ན་ད་ང་རང་གི་ཅིག་ཁོ་ན་ཚོ་མཚན་གཞན་པ་འདི་ནི་རྒན་སྙན་གྲགས་ལགས་ལྟ་བུ། འདི་ནི་འཇིག་མཁན་ཆེན་ཚུལ་ཁྲིམས་བློ་གྲོས་ལགས་ལྟ་བུ། ད་ག་ན་བཞིན་དོ་སྟོད་སྨད་སྔོན་ཕྱོགས་ལ་མཁན་ཆེན་མང་པོ་འདུག་ཨ། རེད་མ། དེ་མ་ཡིན་པ་ཨེ་ནི་ང་རང་ཚོ་ཁྱིམ་པ་ཚོ་ལ། གཞོན་སྐྱེས་ཚོ་ལ་སློབ་གསོ་སྤྲད་མཁན་ལྟ་བུ་ཡིན་ན་ད་ད་ལྟ་བོད་ནང་ལོག་ནས། ད་ཁོང་གི་མཚན་དེ་ངས་དྲན་གྱི་འདུག་དྲ་རྒྱ་ནང་ལ་ཞོའུ་ཆུ་དོན་ཡོང་འདུག་ཨ། ད་དེ་འདྲ་བ་གཞོན་སྐྱེས་དངོས་གནས་ཀྱི། མི་རིགས་ཀྱི་ལ་རྒྱ་ཀྱི་ཞབས་རྩི་ཡོད་པ། རིག་གཞུང་གི་ཨེ་ནི་ཅིག་ལ་རྒྱའི་ཞབས་རྩི་ཡོད་པ། ཨེ་ནི་ཅིག་དམིགས་བསལ་གྱི་བོད་མི་རིགས་ཀྱི་གོམས་གཤིས་བཟང་པོ་དེ་གི་ཞབས་རྩི་ཡོད་ངེས། ཁོ་ཚོ་ལྟ་བུ་ལ་ཁྱེད་རང་ཚོ་སློབ་སྟོན་ཞུགས་རེད་མ་གཏོགས་ད་ཀོན་མཁྱེན་ཁྲི་ཀ་ལགས་ཞུ་ངེས་པ་ལ་ཁོང་ལྟ་བུའི་རྩ་ནས་ནི་སློབ་སྟོན་བཞུས་པ་ཡིན་ན་ད་མི་རེ་དང་རེ་ཟུང་ལ་ཕན་སྲིད་པ་རེད་མ་གཏོགས་འདི་གི་ཁྱེད་རང་ཙམ་མ་རེད། མི་རིགས་དེ་ཡང་རྐང་པ་རེ་རེ་དང་ལག་པ་རེ་རེ་བཟོ་ཡག་གི་བསམ་བློ་དང་སྲིད་ཇུས་ངན་པ་ཅིག་རེད་འདུག་འདི་ཡིན་གཅིག་མིན་གཅིག་བསམ་བློ་གཏང་དགོས་ཀྱི་འདུག་རྣམ་པ་ཚོ་རེད་བ། ད་ངས་དཔེ་ཆུང་ཆུང་ཅིག་བཞག་གོ། ཀུན་མཁྱེན་ཁྲི་ཀ་ལགས་ཀྱི་དུས་དང་རྣམ་པ་ཀུན་ཏུ་བཀའ་མོལ་བཤད་པའི་བརྒྱུད་རིམ་ནང་ལོགས་ལ་ཨ་ནེ་ཅིག། དད་པ་དག་སྣང་ཟེར་ཡ་དང་ཆོས་ཟེར་ཡ་དེ་ཚོ་ལ་ག་དུས་ནས་དགག་པ་རྒྱག་བསྡད་ཀྱི་འདུག་ཨ། ཆོས་པ་ཁ་ཤས་ལ་དགག་པ་རྒྱག་ན་འགྲིག་གི་ཡོད་རེད། ཆོས་པ་ཚང་མ་ཡང་དག་པ་མ་རེད། ཆོས་པ་ཚང་མ་སྡུག་ཡས་མ་རེད། འདིའི་ནང་ལོགས་ལ་ཆ་གཉིས་ཀ་ཡོང་གི་ཡོད་རེད་པོ་འགྲོ་སྟངས་རེད་འཇིག་རྟེན་པའི་ཆོས་ཉིད་ཆགས་ཀྱི་ཡོད་རེད། ཆོས་པ་སུས་འགྲིག་གི་མི་འདུག་གས་ཆོས་ལུགས་སུས་འགྲིག་གི་མི་འདུག་གས། དེང་རྒྱལ་ལ་ཕངས་གསལ་པོ་བྱས་ནས་གསལ་གསལ་ཏིང་ཏིང་སྟོན་ནི་བཤད་པ་ཡིན་ན། མི་རིགས་ཀྱི་ལ་རྒྱ། སྤྱི་ཚོགས་ལ་ཕན་པ། ཤ་ཚའི་ཁ་ལ་གཏམ་སྙན་མེད་ཟེར་ཡག་གི་གནས་ཚུལ་འདི་དངོས་ཡོད་གནས་ཚུལ་རེད། ད་ད་ལྟ་ཀུན་མཁྱེན་ཁྲི་ཀ་ལགས་ཀྱི་གསུང་བཤད་ཡག་འདི་ཚོ། གནས་ཚུལ་ག་རེ་ཆགས་ཀྱི་ཡོད་རེད་ངས་ཁྱེད་རང་ཚོ་ལ་གསལ་པོ་བཤད། དེ་སྔ་བོད་ནང་ལོགས་ལ། ང་རང་ཚོ་གི་ཕ་མེས་ཚོ་གི་ཨེ་ནས་ཆོས་ཕྱོགས་ཀྱི་ཅིག་བཟང་སྤྱོད་ཀྱི་རྣམ་པ་འདི་ཤུགས་ཆེན་པོ་ཅིག་དང་ཞབས་རྩིས་འདི་ཤུགས་ཆེན་པོ་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ད་ཅིག་གནས་ཚུལ་ག་རེ་བྱུང་བ་ཡིན་ནས་ཆེ་ཕྲ་ཆུང་གསུང་ཚོང་ལྟ་བུ་ཡིན་པ་ཡིན་ནས་རེད་བཟའ་ཚང་དཔོན་སྤྲུལ་ཁ་བྲལ་བ་ཡིན་ནས་རེད་ཅིག་ད་ཅིག་གནས་ཚུལ་ག་འདྲའི་ཅིག་བྱུང་བ་ཡིན་པ་ཡིན་ནས་འདི་ལ་གདོང་ལེན་བྱེད་ཡག་གི། ཆོས་ཕྱོགས་ཀྱི་བསམ་བློའི་སྒང་ནས་ཨོ་འདི་ཆོས་ཉིད་རེད་འདི་ལས་རེད། ཨོ་འདི་འདི་འདྲའི་ཅིག་སྐབས་ལ་འདི་འདྲའི་ཡོང་གི་རེད་གང་ཡོད་མ་རེད་བསམ་པའི་ཨ་ནི་ཅིག་སོ་སོ་གི་བསམ་བློ་ལ་སེམས་ཤུགས་འཕར་མ་ཅིག་གླེང་ཡག་འདི་ང་ཚོ་གི་ཆོས་ཀྱི་བཀའ་དྲིན་གྱི་ཆུང་མ་རེད། དེའི་སྐབས་ལ་ང་རང་ཚོ་བོད་ནང་ལོག་ལྟ་བུ་ཆགས་བཞག་པ་ཡིན་ན་རང་བཞིན་རྒྱ་ངན་འདི་དག་ཡོང་མ་རེད་ལབ་པ་ཡིན་ན་ནི་ང་ཡི་ཁ་ཧམ་པ་ཆེ་གི་ཡོད་གི་རེད་མ་གཏོགས་དཔེ་མི་སྲིད་པའི་ཉུང་ཉུང་རེད་དཔེ་མི་སྲིད་པའི་ཉུང་ཉུང་རེད། དེའི་དུས་ཚོད་ལ་དཔེར་ན་འཇའ་པན་སི་ཡ་དང་ནུབ་ཕྱོགས་རྒྱལ་ཁབ་ཁག་ལ་རྒྱ་ནག་དང་ནང་ལོགས་ལ་ཆོས་ཀྱི་ཞག་རྩི་ཡོད་མ་རེད། མི་བསྡུས་ཚར་ནས། ལྷག་པར་དུ་བོད་བརྒྱུད་ནང་བསྟན་གྱི་ཆོས་ཀྱི་ཞག་རྩི་དེ་མི་བསྡུས་ཚར་ནས། གནས་ཚུལ་ཆུང་ཆུང་ཆུང་ཆུང་དེ་འདྲ་བྱུང་སོང་ན། རང་ཤི་རྒྱག་ངེས་དེ་ག་ཚོད་ཡོང་གི་རེད། ད་ལྟའི་དུས་ཚོད་ལིང་ནས་དུས་རབས་ཉི་ཤུ་རྩ་གཅིག་ལིང་པ་ཡིན་ནས་རྒྱ་ནག་དང་ཉི་ཧོང་དང། ཨ་མི་རི་ཀ་སྟོབས་ཆེན་རྒྱལ་ཁབ་ཡར་ཐོན་ཞོ་ཕྱིན་པ་ཡི་ཟི་ངེ་དེ་ཚོའི་རྒྱལ་ཁབ་ནང་ལོགས་ལ་རྒྱ་གར་ནང་ལོགས་ལ་བལྟ། ག་ཚོད་མིན་རང་བཞིན་གྱི་ང་ཡོང་གི་འདུག་ག། གར་བྱེད་ནི་རང་བཞིན་རྒྱག་གི་འདུག་གས། གནས་ཚུལ་དེ་ང་ཚོ་བོད་པ་ནང་ཁུལ་ལ་བོད་ཀྱི་ནང་ལོགས་ལ་བྱུང་པའི་མི་ཚང་སྒེར་གྱི་གནས་ཚུལ་དང་དེ་འདྲའི་གཅིག་པ་རེད་དེ། བོད་ནང་ལ་དེ་འདྲའི་གི་གནས་ཚུལ་རང་བཞིན་རྒྱག་ངེས་ཡོང་གི་འདུག་གས། རྒྱལ་ཁབ་གཞན་ལ་གར་བྱེད་ནི་ཡོང་གི་བར་མང། དྲི་བ་ཆེན་པོ་ཞོག་ཅིག་རེད། འདིའི་དྲི་བ་འདི། ནང་པ་སངས་རྒྱས་ཀྱི་ཆོས་ཀྱི་བཀའ་དྲིན་ལ་བརྟེན་ནས་ང་རང་ཚོ་བླ་མ་ཡང་དག་པ་དང་ཆོས་ཡང་དག་པ་ཚོ་གི། བཀའ་དྲིན་ལ་བརྟེན་ནས་ཕ་མ་ཡང་དག་པ་སོགས་ཀྱི་ལམ་སྟོན་ཡང་དག་པ་གནང་པའི་བཀའ་དྲིན་ལ་བརྟེན་ནས་འདི་ཡོང་གི་ཡོད་མ་རེད། ད་ད་ལྟའི་དུས་ཚོད་ལ་བོད་ལྟ་བུ་ཆགས་བཞག་ཡོད་ན། བོད་ཙམ་མ་རེད་རྒྱལ་ཁབ་བོད་ཕྱི་ནང་བོད་པ་ག་བར་ཡོད་སའི་རྒྱལ་ཁབ་མང་པོ་ཞིག་ལ་གཞོན་སྐྱེས་མང་པོ་གཅིག་གིས། གཞོན་སྐྱེས་མི་ཉུང་བ་གཅིག་གིས་སྐབས་རེ་སྐབས་རེ་འདི་འདྲའི་དཀའ་ངལ་འཕྲད་དུས་རང་ཤི་རྒྱག་པ་ཡོང་གི་འདུག་འདི་གར་བྱས་ནས་འགོ་བ་མ་རེད། ཁོང་ཚོ་ཆོས་ཡག་པོ་ཅིག་ཉན་བཞིན་གི་ཡོད་མ་རེད་ཆོས་ཡག་པོ་ཅིག་བྱེད་བཞིན་གི་ཡོད་མ་རེད་ཆོས་ཀྱི་གནས་ལུགས་འདི་ཡག་པོ་ཅིག་རྟོགས་གི་ཡོད་མ་རེད། རྒྱུ་འབྲས་རྟེན་འབྱུང་གི་གནས་སྟངས་དེ་ཤེས་ཀྱི་ཡོད་མ་རེད། རྒྱུ་མཚན་དེ་ལ་བརྟེན་ནས་གནས་ཚུལ་དེ་ཡོང་གི་ཡོད་རེད། ག་རེ་བྱས་པ་ཡིན་ན་ཚང་མ་ཕལ་ཆེར་ངས་བྱེད་ཐུབ་ཀྱི་རེད་ཚང་མ་ང་གི་བདག་དབང་ཡིན་བསམ་པའི་བསམ་བློ་ངར་རྐྱེན་ཤུགས་ཆེན་པོ་འདི་འདྲའི་ཅིག་ཁེལ་ཡོང་གི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཡོང་གི་ཡོད་རེད། བསྟན་འགྲུབ་ཀྱི་རང་བཞིན་དང་རྟེན་འབྱུང་གི་རང་བཞིན་འདི་ཤེས་ཀྱི་ཡོད་མ་རེད་ངས་བྱས་པ་འདི་གཞན་ལ་ལྟོས་དགོས་ཀྱི་ཡོད་རེད་བསམ་པའི་བསམ་བློ་འདི་བཏང་ཤེས་ཀྱི་མེད་པ་སོང་ཙང་ཨེ་ནི་གནས་ཚུལ་ཅིག་ཐག་ཡོང་དུས་ཙང་ནས་དགའ་ཁ་མོ་ཅིག་འཕྲོག་ཡོང་དུས་ཙང་ནས་ཨེ་ནི་ངར་སྐྱེས་དེ་མ་གནས་མ་འདུག་བྱས་ནས་ཨེ་ནི་རང་ཤི་རྒྱག་ཡ་དེ་དེ་ནས་ཡོང་བ་རེད་ད་འདི། ཆོས་ཡང་དག་པ་ཞིག་མེད་པའི་རྒྱུ་མཚན་ལ་བརྟེན་ནས་ཡོང་གི་ཡོད་རེད། དེ་འདྲ་སོང་ཙང་ད་མ་འོངས་པ་ལ། ད་ལྟ་ཀོན་རྒྱན་ཁྲི་ཀ་ལགས་བཞུགས་ངེས་པ་ལ་ཁོང་གི་སྐད་ཆ་བཤད་སྟངས་ཀྱི་ལམ་སྟོན་འདི་ལ་ཁྱེད་རང་ཚོ་བོད་ནང་ལ་བཞུགས་ངེས་གཞོན་སྐྱེས་ཚོ་གི་ཕྱིན་པ་ཡིན་ན། ཁྱེད་རང་ཚོ་ལག་རིལ་བཟོ་གི་རེད། ཁ་ནས་དཔྱད་ཡ་སྐད་ཆ་བཤད་ཡ་མི་སྐྱོག་གི་མི་བཟོས་ཡོང་གི་རེད། མིག་གིས་བསམ་བཏང་ཡ་མི་སྐྱོག་བཟོས་ཡོང་གི་རེད། ཨ་མཆོག་གི་ཉན་ཡ་མི་སྐྱོག་བཟོས་ཡོང་གི་རེད། ལྷག་པར་དུ་ལྷས་པའི་རྣམ་དཔྱོད་ཚང་མ་ཁྱེད་རང་ཚོ་མེད་པ་བཟོས་འདུག་གདའ། འོ་འདི་ཡིན་གྱིས་མི་གཅིག་ཤེས་དགོས་བ་རེད། དེ་མ་ཤེས་པ་ཡིན་ན་ཉེན་ཁ་ཆེན་པོ་ཞུགས་ཀྱི་བ་རེད། དེའི་ནང་ལོར་ཉེན་ཁ་རྫབ་ཆེ་ཤོས་དེ་ངས་ག་རེ་གཏོང་སོང་ལབ་པ་ཡིན་ན། ད་ཆོས་ཀྱི་ཐོག་ལ་ཁོང་ཚོའི་ཏང་གིས་ག་ཚོད་མོ་ག་ཚོད་བཤད་པ་ཡིན་ནས་གུ་གྱོགས་རྒྱག་ཐུབ་གི་མ་རེད། ཡིན་ནས། ད་ཁོང་ལྟ་བུ་གིས་གསུངས་དང་གསུངས་བཞག་པའི་སྐད་ཆ། ཨ་ནི་གཞུང་ཞབས་བྱེད་ཡག་གི་བསམ་བློ་མ་བཏང་ཟེར་ཡག་དེ་སོ་སོའི་རྐང་པའི་ནང་ལ་ལངས་ཟེར་ཡག་གི་བསམ་བློ་འདི། ཕྱོགས་གཅིག་ནས་བལྟས་ན་ཏེ། དྲག་པོ་ཞུ་བྱེད་བ་རེད། བསམ་བློ་རྒྱ་ཆེན་པོ་སོ་སོ་གཅིག་པུ་གི་བསམ་བློ་བཏང་ཡིན་པ་ཡིན་ན་དེ་ཚོ་དངོས་ཡོད་གནས་ཚུལ་རེད། སོ་སོ་གཅིག་པུ་མ་ཡིན་པ་སོ་སོའི་མི་རིགས་སོ་སོའི་རྒྱལ་ཁབ་སོ་སོའི་རིག་གཞུང། སོ་སོའི་ཁྱིམ་གཞི། རྒྱལ་ཁབ་གཞན་ལ་ལྟོས་ནས་བསམ་བློ་ཅིག་བཏང་ཡིན་པ་ཡིན་ན་ད་འདི། སྐད་ཆ་འདི། དྲི་མ་ཅན་ཡིན་པ། སྐད་ཆ་འདི་གཡོ་སྒྱུ་ཅན་ཡིན་པ། སྐད་ཆ་འདི་མི་རིགས་ཀྱི་རྐང་པ་ནས་འཐེན་གྱི་ཡོད་པ་གསལ་པོ་ཞུ་བྱེད་དོན་ཡོད་པ་རེད། དེ་འདྲ་སོང་ཙང་ཁྱེད་རང་ཚོ་བོད་ནང་ལ་བཞུགས་མཁན་གཞོན་སྐྱེས་ཁྱེད་རང་ཚོ་ད་ཁོང་ལྟ་བུའི་ཙང་ནས་ཁྱེད་རང་ཚོ་ལམ་སྟོན་བྱེད་བསྡད་པ་ཡོད་པ་ཡིན་ན་ངོ་མ་ནོར་འཁྲུལ་རེད། ངོ་མ་ནོར་འཁྲུལ་རེད་རེད་པ། དེ་ལས་ད་འགོ་གསར་གྱི་ཙང་ནས་ཁྱེད་རང་ཚོ་འདི་བྱས་པ་ཡག་པ་རེད། རྒྱ་མི་གྱི་ཙང་ནས་ཁྱེད་རང་ཚོ་སྐད་ཆ་ཉན་པ་ཡིན་ན་ཡག་ཡོད་རེད་རེད་པ། འོ་འདི་སོང་ཙང་ང་རང་ཚོ་གི་རྙེད་མ་མཁས་པ་གོང་མ་ཚོས་དཔེར་ན་རྗེར་མི་བྱེད་ག་རེ་གསུངས་ཡོད་རེད་ལབ་བས་ན། ངའི་བསྟན་པ་འདི། དེ་ནི་གཞན་སུ་གཅིག་གིས་བསྣུབ་ཐུབ་ཀྱི་མ་རེད། ང་འདྲ་བ་ཅིག་གིས་བསྣུབ་ཀྱི་རེད། བོད་མི་རིགས་འདི་རྩ་མེད་བཟོ་ཡ་དེ། སུ་གཅིག་གིས་བཟོ་ཐུབ་ཀྱི་མ་རེད། ང་རང་ཚོ་རང་འགུལ་གྱིས་བཟོ་གི་རེད། འདི་བཤད་འགོ་དགོས་པ་རེད། ད་འདི་སྨན་པ་རྟ་རག་འདི། ཁྲག་འདི་བོད་པ་ཡིན་པའི་རྒྱུ་མཚན་གྱིས། བཤད་བསྡད་ཀྱི་ཡོད། དེ་ཡང། ཨེ་ནས་ང་རང་ལྟ་བུ་ཆ་བཞག་ཡིན་ན། མི་ཚེའི་ལམ་འཕྲང་དཀའ་རྙོག་མང་པོའི་བརྒྱུད་རིམ་གྱི་བརྒྱུད་རིམ་ད་ལྟ་སོ་སོའི་རྐང་པའི་གང་ལ་ལངས་ནས་ལས་ཀ་དུ་མ་བཟུང་ནས་སྤྱི་ཚོགས་ལ་ཞབས་ཕྱི་ཡག་ཐག་ཆོད་ཞུས་ནས་བསྡད་ཡོད། གནད་དོན་གཅིག་དེ་རེད། ད་གནད་དོན་དེ་ལས་གལ་ཆེ་དེ། ཁྱེད་རང་ཚོ་ལ་སློབ་གྲྭ་གཅིག་ཐོན་ནས་ཨ་ནི་དམིགས་ཡུལ། སོ་སོའི་རྐང་པའི་སྒང་ལ་ལངས་བསམ་པའི་བསམ་བློ་ཞིག་ཁྱེད་ཞུགས་ཁོང་གིས་འདི་བཤད་པ། སོ་སོའི་རྐང་པའི་སྒང་ལ་ལངས་བར་བྱ་བ་ལ། དམིགས་ཡུལ་ངེས་ཅན་པ་ཁ་ཤས་ཀྱི་སྒུག་གི་ཡོད་རེད། ད་ད་ལྟའི་དུས་ཚོད་འདི་ལ་ཨ་ནི་འཛམ་བུ་གླིང་འདི AI གི་དུས་ཚོད་སླེབས་ཡོད་རེད་འདི་འདྲ་སོང་ཙང་ཁྱེད་རང་ཚོ་འདི་ལས་བསམ་བློ་བཏང་སྒུག་གི་ཡོད་རེད་ད། གཞོན་སྐྱེས་ཚོ། རེད་བ། ད་དོན་ལྟའི་དུས་ཚོད་ལ་གློག་ཀླད་ཀྱི་ལས་ཀ་ཞེའུ་ཞེའུ་བྱས་པ་ཡིན་ན་མ་འོངས་པ་ལ་བོད་ནང་ལ་མགྱོགས་པོ་ཨེ་ཨ་ཡི་གི་ལས་ཀ་དེ་སླེབས་ཡོང་གི་རེད་དང་སླེབས་ཚར་ཡོད་གི་རེད། འདི་སླེབས་པ་ཡིན་ན་དཀའ་ངལ་འཕྲད་གི་རེད། རྒྱ་ནག་ནང་ལ་དེ་ཡར་རྒྱས་ཤོར་གྱི་འགྲོ་གི་ཡོད་རེད་བ། དེ་འདྲ་སོང་ཙང་དེ་ཡིན་གཅིག་མིན་གཅིག་བསམ་བློ་བཏང་ནས་ལས་ཀ་བྱེད་དགོས་རེད། ཨེ་ཨ་ཡི་གི་བྱེད་མ་བཏུབ་ཡན་གི་ལས་ཀ་དེ་ཚོ་ལ་འབད་བརྩོན་བྱེད་དགོས་གི་ཡོད་རེད། གཅིག་དེ་རེད། གཉིས་པ། མེ་ལྕེའི་མདུན་ལམ་ནང་ལོགས་ལ་ལས་ཀ་ག་འདྲས་ཀྱི་བྱེད་གི་ཡོད་པ་ཡིན་ནའི། དམིགས་ཡུལ་ངེས་ཅན་གྱི་དགུག་གཡོག་དམིགས་ཡུལ་དེ་ལས་ལྷག་ག་དེ། ལྷག་བསམ་རེད་ལྷག་བསམ། ལྷག་བསམ་འདི་ལ་ངས་དངུལ་ཞོ་གཅིག་ཟོས་བསམ་པའི་ལྷག་བསམ་ཁྱེད་ནས་འགྲིག་གི་ཡོད་མ་རེད། ལྷག་བསམ་ཟེར་བ་འདི་ག་འདྲའི་དགུག་གཡོག་རེད། ངས་ལས་ཀ་ག་རེ་བྱས་པ་ཡིན་ནའི་རང་ཚུགས་བརྟན་པོ་དྲང་པོ་དྲང་བཞག་ལས་ཀ་ག་འདྲིའི་ཅན་པ་ཡིན་ནས་ངའི་འབྲེལ་ཡོད་འདི་དག་ལ་ངས་ཕན་པ་ཅིག་བྱེད་བསམ་པའི་བསམ་བློ་དེ་འདྲ་ཞིག་བཏང་བར་འོར་ཏེ་ལྷག་བསམ་ཟེར་གྱི་རེད། ལྷག་བསམ་དེ་མཉམ་དུ་ཁྱེད་རང་གིས་ལས་ཀ་བྱེད་ཡ་དེ་ལ་ཁྱེད་རང་ལ་སྤྲོ་བ་དགོས་ཀྱི་ཡོད་རེད་ལ། ཁྱེད་རང་ལ་ལས་ཀ་དེ་ངས་མ་གཏོགས་གཞན་དག་བྱེད་མཁན་ཕལ་ཆེར་དཀོན་པོ་རེད་བསམ་པའི། ཁྱེད་རང་གིས་ངས་བྱེད་ཐུབ་ཀྱི་རེད་བསམ་སྟེ་གདེང་ཚོད་དང་སྤོབས་པ་དེ་བརྒྱ་ཆ་བརྒྱ་ནས་བརྒྱ་དགུ་སྐོར་ཨོ་ད་ངས་དེ་བྱེད་ཐུབ་ཡོང་ག་འདྲའི་ཆེ་ཡོང་བསམ་ཡོད་རེད་ཁྱེད་རང་ལས་ཀ་དེ་བྱེད་ཐུབ་ཡ་ལ་དཀའ་ལས་ཁག་པོ་ཞོ་རེད་ཞོ་ཅེས་དཀའ་ལས་རྒྱག་པ་ཞིག་རེད་ཁྱེད་རང་ཚོ་སུ་འདྲ་ཕྱིན་པ་ཡིན་ན་ཁྱེད་རང་ལ་རྣམ་དཔྱོད་ཡོད་པ་ཡིན་ན་ཁྱེད་རང་གིས་ལས་ཀ་དེ་མར་རྩ་ཞེ་བོ་གོ་ཡང་ཡོད་མ་རེད། མར་རྩ་དེ་ལས་ལྷ་དགའ་སྟེ་མར་རྩ་ཟེར་ཡ་དེ་ཁོག་གི་ཆ་རྐྱེན་ཙམ་གྱི་རེད། དངོས་གནས་ཀྱི་རྣམ་དཔྱོད་ངོ་མ་དེ་ག་ལ་ཡོད་རེད་ཁྱེད་རང་གི་ལྷག་བསམ་རེད། ཁྱེད་རང་གི་སྤོབས་པ་རེད། སྤོབས་པ་ལ་གོ་ད་ཅིག་ངས་བྱེད་ཐུབ་ཀྱི་རེད་བསམ་པའི་གདེང་ཚོད་དེ་འགུག་དགོས། གདེང་ཚོད་འདི་དང་ལྷག་བསམ་འདི། དུས་དང་རྣམ་པ་ཀུན་ཏུ་ཁྱེད་རང་གི་ལུས་དང་གྲིབ་མ་ནང་བཞིན། དེའི་རིགས་ཤིག། དངོས་སུ་ཡག་དེ། ཁོ་ཡག་འགྲོ་གི་རེད་མ་འགྲོ་གི་འཕར་ཆག་གི་རྣམ་པ་རེད་ནམ་ཞིག་ཡིན་ནའི། ཁྱེད་རང། མེ་ལྕེ་མ་རྫོགས་བས་ནི་དངུལ་དུ་རྫོགས་ཡ་ཉེན་ཁ་ཡོད་རེད། ཡིན་ནའི་ཁྱེད་རང་གི་ལྷག་བསམ་དེ་དང། ཁྱེད་རང་གི་གདེང་ཚོད་དེ། ནམ་ཡང་རྫོགས་གི་མ་རེད། འདི་གལ་ཆེ་ཤོས་རེད། འོ། འདི་འདྲ་སོང་ཙང། སྨན་པ་རྟ་རག་གིས། ད་ལྟ་བར་དུ། ཨེམ་ཅི། དཀའ་ཚེགས་མང་པོ། འགྲིམ་པའི་བརྒྱུད་རིམ་གྱི་ཐོག་ནས་གནད་དོན་གཅིག་བཤད་བཞག་ཡོད། གནད་དོན་གཅིག་ད་ལྟའི་དུས་ཚོད་ལ། ད། ང་རང་ཚོ་འཛམ་བུ་གླིང་གི་སྤྱི་ཚོགས་ནང་ལོགས་ལ། ཨེ་ནི་ཅིག། ཆོས་རྒྱལ་ཚོ་གི་བཀའ་དྲིན་དང་བོད་ཀྱི་མི་རབས་རྒན་པ་ཚོ་གི་བཀའ་དྲིན་དེ། ཨེ་ནི། འདི་གི། ཅིག་རུ་བཅུད་དུ་མྱོང། ཨེ་ནི་ད། ལྟོ་གོས་གཏམ་སུན་ལ་དཀའ་ངལ་མི་འདུག་བསམ་བདེ་ངལ་གྱི་ཨེ་ནི་ཅིག། ཀླད་པ། ཧམ་བུ་རྒྱག་ངལ། ཀླད་པ་ལ་སྦུ་རྒྱབ་བསྡད་ངལ། མི་རེ་ཟུང་གི་འཛམ་བུ་གླིང་གང་ལོགས་ལ། ཨེ་ནི་ང་ཚོ་ནང་ཆོས་འདི་ལ། ཨེ་ནི་ཅིག་མ། ཅིག་འདི་བྱེད་ཡག་ཅིག་དང་ལྷག་པར་དུ་བོད་མི་རིགས་ཀྱི་རིག་གཞུང་དང་ཨནི་ཅིག་བོད་ཀྱི་ཡུལ་སྲོལ་གོམས་གཤིས་བཟང་པོ་འདི་མ་འདུག་རོལ་བཏང་ཡག་གི་ཨནི་བསམ་བློ་ཅིག་སླེ་དེ་གི་འདུག་ཨོ་བདེན་ཚོ་ང་ཚོས་དུས་ནམ་ཡང་བདེན་ཚོ་ལ་འདི་བྱེད་རྒྱུ་ཡོག་མ་རེད་འདི་བྱས་པ་ཡིན་ན་ཁྱེད་རང་ཡང་འདི་ནང་ལ་ཚུད་འགྲོ་གི་ཡོག་རེད་འདི་ཡིན་གཅིག་མིན་གཅིག། ང་རང་ཚོ་བོད་ནང་ལ་བཞུགས་ཡོན་གཞོན་སྐྱོད་མདོ་དབུས་ཁམས་གསུམ་གཞོན་སྐྱེས་ཚོ་ལ་ཞུ་དགོས་ཡ་ཟེར་བ་མ་རེད་ཁྱེད་རང་ཚོ་གི་དགོངས་པ་བཞེས། སྐབས་རེ་སྐབས་རེ་འདི་འདྲའི་གི་ཨེ་ནི་ཅིག་མཁས་པོ་སྙན་པོ་བཤེས་གཉེན་དེ་ཚོའི་གི་དགོངས་སྐོར་བསླུ་བྲིད་བ་ལ་ཚུད་པ་ཡིན་ན། དངོས་གནས་ཁོ་རང་དཀའ་ངལ་འཕྲད་གི་རེད་འདི་འདྲ་སོང་ཙང་མི་ཚེ་དེ་དང་པོ་ལང་དུས་ནས་རང་ཀུན་མཁྱེན་འཕྲད་དགའ་གི་ཤེས་ཀི་འདུག་ཨ། དང་པོ་ལང་དུས་ནས་རང་ཨེ་ནི་ཅིག་ལམ་འདི་མ་སོང་ནས་མ་ནོར་ཅིག་བྱེད་ཡིན་གསུངས་ཁོ་རང་གི་ལབ་གི་འདུག་ཨ། འདི་དངོས་ཡོད་གནས་ཚུལ་རེད། ལམ་ད་ལྟ་ཁོ་རང་གི་ཁ་ལྟ་བུ་ལ་ཉན་པ་ཡིན་ན་ཁྱེད་རང་ཚོ་ལམ་ནོར་བ་རེད། རེད་བ། དེ་འདྲ་སོང་ཙང་སོ་སོའི་ཕ་མ་ག་འདྲའི་འཇོན་པ་ཡིན་ནས། ཕ་མ་དེ་གིས་ཁྱེད་རང་ལ་ཡ་གད་ཀླད་ཁ་ཅིག་བྱུང་ན་བསམ་ནས་བྱེད་ཀྱི་རེད་མ་གཏོགས་ཁྱེད་རང་ལ་སྡུག་ག་ཁྱོན་བྱེད་ཀྱི་མ་རེད། འདི་ནས་ཚོས་ཤེས་དགོས་ན་དེ་གལ་ཆེན་པོ་ཞུ་བྱེད་རེད། འོ་དེའི་ཅིག་ཞུ་འདོད་བྱུང་སོང་དེ་འདྲ་སོང་ཙང། དེ་ནས་རྣམ་པ་ཚོ་གས་ཀུན་མཁྱེན་ཁྲི་ཀ་ལགས་ཀྱིས་གསུངས་བཞག་ཡོད་གནས་ཚུལ་དེ་ངས་འདི་ནང་ལ་བཏང་གི་ཡིན་འདི་ཡང་ཅིག་གསན་ཨ་ནི་ངས་བཤད་པ་དེ། གནས་ལུགས་རྒྱུ་མཚན་འདོད་མི་འདོད་ཟེར་བ་ན་གལ་ཆེ་ཤོས་དེ་ཁོ་རང་གིས་གཞུང་ཞབས་མ་བྱས་ཟེར་ཡག་གི་གནས་ཚུལ་འདི་བོད་ནང་ལོགས་ལ་ཡིན་ཅི་མིན་ཅི་གཟབ་གཟབ་གནང་དགོས་ཀྱི་འདུག་མ་གཏོགས་འདི་ཉེན་ཁ་ཆེན་པོ་ཤོས་ཅིག་རེད་ཞུ་ཡག་ཡིན་ཐུགས་རྗེ་ཆེ། རྩ་སྔོག་ཕྱོགས་ནས་ཡིན་འདི་ཅོག་གི། ཨ་ནེ་གཞོན་སྐྱེས་གཅིག་གིས་དྲི་བ་བྱས་འདུག་དེ་ང་ཚོ། དེ་རིང་ཡོངས་གྲགས་ཀྱི་དམིགས་ཡུལ་གཉིས་ཡོད་བསྡད་པ་རེད། ཨ་ནེ་དམིགས་ཡུལ་གཅིག་དེ། ཚོགས་བསགས་སྒྲིབ་པ་སྦྱོང། ཨ་ནི། སྤྱི་བཏང་སྐྱ་ཕྱེ་ས་ནས་བྱས་ན་ལམ་བསླབ་པ་གསུམ་གྱི་ཉམས་ལེན་ལུང་བསྟན་ནོར་གསུམ་གྱི་འཆད་ཉན་ལ་ཡ། ཨ་ནི་ད་ཅིག། ཐོས་བསམ་སྒོམ་གསུམ་ཡར་མར་འདྲེས་པའི་ཐོག་ནས་ཅིག་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་གསལ་གྱི་ཡོད་ད་དེ་སྐད་ཆ་མཐོ་ས་ཅིག་ནི་རེད། ཡིན་ན་ཡང་ང་ཚོ་སྨྲ་རིམ་གྱི་མིག་གི་ཐོག་ནས་བྱས་ན་ད་ང་ཚོ། ཅིག། བླ་མ་ལ་ཡ། དད་པ་བྱེད། ཨ་ནེ་ཚོགས་བསགས་སྒྲིབ་སྦྱངས་བྱེད་ཀོ་ར་ཀོར་མ་ནིང་འདོན། དག་སྣང་ཞིང་གི་རིམ་གྲོ་བྱེད། ཨ་ནེ། འོ་ད་ཁ་ནས་བཤད་པ་དེ་གར་སེམས་པ་བཟང་པོ་བྱེད་དགོས་རེད་ད་དེ་ལ་བརྟེན་ནས་ཨ་ནེ་གཅིག་སྔོན་ཐོན་ལྷ་མིའི་གོ་འཕང་དང་ངེས་ལེགས་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡ་ཟེར་ཡ་དེ་འདྲའི་གི་ཅིག་སྐད་ཆ་ཅིག་བཤད་གི་རེད་དེ་ང་ཚོ་མི་ཡུལ་གཅིག་རེད། གཅིག་དེ་ག་རེ་རེད་ཟེར་ན་ད་བུ་རྒྱུད་དེ་ཚོ་ལ་ཡང་སློབ་གྲྭ་བཏང་བྱས་གཞུང་ཞབས་པ་ཡིག་རྩིས་དང་ལོ་ཡན་དེ། དམིགས་ཡུལ་གཉིས་པ་དེ་རེད། དེའི་དམིགས་ཡུལ་གཉིས་ཟུང་དུ་འབྲེལ་བའི་ཐོག་ནས་ཨ་ནི་མི་གཅིག་གིས་མི་ཚེ་འདི་ཧྲག་ཐག་ཐག་ཅིག་བྱེད་ཐུབ་ཀྱི་རེད་བས་ཟེར་ན་ངའི་ངོ་ནས་བལྟས་ན་དཀའ་ལས་ཁག་པོ་ཞེ་བོ་ཅིག་རེད། དེ་འདྲ་ཡིན་པར་སོང་ཙང། ད་ཁོས་དམིགས་ཡུལ་ག་འདྲས་ཅིག་བཅངས་ནས་ཨ་ནི་སློབ་གྲྭར་འགྲོ་དགོས་རེད་ཟེར་ཡ་དེ་ལན་དུ་རྡོག་རྡོག་ཅིག་བརྒྱབ་པ་ཡིན་ན། རང་གི་རྐང་པ་གང་ལ་རང་ཉིད་ལངས་ནས་རང་གིས་གང་སྦྱངས་པའི་གི་ད་ག་ཟུག་ཆེ་ཆུང་གང་ཡིན་པ་དེ་རང་གི་ཐོག་ནས་ཨ་ནི་ཅིག་ག་ཟུག་རེད། སྤྱི་ཚོགས་གང་ལ་ཡང་ལངས་ཐུབ་པ་བྱེད་ཡ་དེ་དམིགས་ཡུལ་གསུམ་ནས་སློབ་སྦྱོང་བྱེད་དགོས་ཡ་དེ་གལ་ཆེན་པོ་རེད་བསམ་དགོས་འདུག་བ་དེའི་གི།